ད་གདམས་པ་སྟོང་བ་མ་ཡིན་པར་གདམས་པ་མྱང་ཟེར་མཁན་གྱི་འདུག་བ། ད་གདམས་པ་མྱང་ཟེར་མཁན་དེ་ད་ལྟའི་མྱང་སྟོང་དེ་ལ། ད་ཆ་གདམས་པ་དེ་ཕམ་པ་ཆ་བཅད་དང་ཆ་མིན་ཟེར་ནས་ཕམ་པ་བཞི་པོ་གང་རུང། གདམས་པ་དེ་ཡོད་བཞིན་དུ་སྲོག་གཅོད་བརྐོ་དང་མི་གསང་བཤོད། དེ་ནས་གར་ཟེར་རྫུན་རྫུན་ཟེར་རྒྱུ་བྱེད་ཅིག་ད་ཕམ་པ་བཞི་པོ་དེ་ཞི་བཞག་རྒྱུ་བྱེད་དེ་རེད། ད་དེ་བྱེད་ལུགས་ལ་ཡང། ད་བསྙད་ཡོད་རབས་ཀྱི་ཕམ་པ་ཆ་བཅད་དང་ཆ་མེད་ཟེར་བསྙད་སུ་བཤད་དགོས་རེད། ཆ་བཅད་ཟེར་ནས་གསང་བ་དགོས་གསང་བའི་ཐོག་ནས་ད་བདམས་པ་ཞོག་རྒྱུ་དང་མི་གསང་བ་ཆ་བསྒྲགས། ཉེ་ཁོག་ལ་ཡོད་སའི་མི་ཚང་མ་རིག་ས་དང་ཤེས་ས་གོ་ས་ནས་ད་གོ་སྡུག་གི་ཡོད་ན་མེད་ན་རེག་སྡུག་ཡོད་ན་མེད་ན་མདོར་ན་ཤེས་མཁན་གྱི་ཐོག་ཁྱོད་རྩ་ནས་གསང་མ་གསང་གི་ཐོག་གི་སྒོ་ནས་མི་གསལ་ན་ཡང་མ་གསང་གི་ཐོག་གི་སྒོ་ནས་ད་གསལ་གི་རེད་བ་ཡ།

འོ་ད་མི་སྲུང་བྱེད་དགོས་ན་མོ་མི་སྲུང་བྱེད་པ་མོ་ཁྱེད་ཚེ་ཐང་ཁྱེད་ད་ར་ར་རེ་རེ་ཞིག་ད་ཀྱི་ངས་མི་སྲུང་པ་ཤོད་ཀྱི་ཡིན་ད་དེ་རིང་ཤོད་ཀྱི་ཡིན་ད་དོ་དགོང་ཤོད་ཀྱི་ཡིན་ད་ཟེར་ནས་དུམ་བུ་ཆ་བསྒྲགས་ཤིང་མི་ལ་ཤེས་ཁྱོད་ཤེས་ས་རིག་ས་ནས་མི་སྲུང་ཤོད་ན་ཁྱོད་ལ་ཕམ་པ་འབྱུང་རེད་དེ་ཡིན་ན་ཕམ་པ་དེ་ཆ་བཅད་རེད་དེ་རེད་བདམས་པ་དེ་ཉམས་རོ་རེད། ཕོ་འབར་འཇའ་འཆམ་མའི་རིགས་ཀྱི་རེ་ཁཱ་ཟེར་ན་སོང་ཡོད་མ་རུ་བ། འོ་སོང་སོང་ཁ་ནས་སུ་གི་མི་རིགས་མི་དགོ་ས་ནས་སོང་སྐྱེ་དགོས་བཤད་མི་སོང་པ་སྤྱོད་འོ་ད་རྫོང་ཕྲ་མ་དེ་འདྲས་ཤིག་སྐྱེ་བསྡད་པ་ཡིན་ན་ད་དེ་ཕམ་པ་ཆ་སྐྱེ་ཟེར་རེད། ཆ་སྐྱེ་ཟེར་དུས་ཙང་ན་མདང་ནི་འཁྱབ་འཁྱབ་ཟེར་གི་དེ་རང་གི་སོང་འོ་སོང་སྡོད་ཀྱི་སྟངས་ནས་ཕམ་པ་བྱུང་རྒྱུ་དང་མི་སོང་པ་དེ་སོང་སྡོད་རྩ་ནས་མ་ཤེས་པ་སོང་སྡོད་ཀྱི་རྟོག་པ་རྩ་ནས་མེད་པ་ཀུན་སློང་རྩ་ནས་མེད་པའི་ཐོག་ནས་དེ་ཕམ་པ་བྱུང་བ་དེ་ལ་ཕམ་པ་ཆ་མིན་ཟེར་དགོས་རེད།

ཚེ་དེ་ཉིད་ལ་ཁྱོད་རང་ཤི་མ་གསོན་བར་དུ་ཡང་བསྐྱར་གདམས་པ་དེ་ཚུར་ལེན་དགོས་ན། རྒྱལ་སྲིད་རྒྱལ་སློང་གཉིས་ཀྱི་གདམས་པ་དེ་ཡང་བསྐྱར་ཁྱོད་ལ་ཐོས་རྒྱུ་ཡོད་མ་རེད། མི་ཐོག་པའི་ཁྱབ་རེད་ད་དེ། ཐོས་རྒྱུ་རྩ་ནས་མེད་ཡིན་སོང་ནས་ད་ཤ་ཆ་དུ་བུད་ཀྱི་དོགས་གཅོད་རེད་དེ། ཕོར་པ་ཆ་བྱད་ཚེ་འདི་གསོ་མི་རུང་ཟེར་རེད། ད་ཕམ་པ་བྱུང་སྟངས་དེ་འཆམ་མེད་ཟེར་མཁན་གྱི་འདུ་བ་རྩ་ནས་མི་སོང་པའི་ཐོག་ནས་གསོ་བྱེད་ཀུ་ཤས་མི་གསུངས་པར་ཤོད། འོ་མ། ད་རྫུན་བཤད་དགོས་དོན་ལ་སོགས་པ་དེ་སོགས་ཐམས་ཅད་གསུངས་འདོད་རྩ་ནས་མེད་གསུངས་རྩ་ནས་མ་གསུངས་ནས་ཕམ་པ་བྱུང་སོང་བ་ཡིན་ན་ལྷག་པ་ཡར་མར་ཕུད་ནས་གདམས་པ་མྱོང་ཆོག་ན། ད་དེ་སོགས་ཐམས་ཅད་གསུངས་འདོད་མེད་ན་དེ་ནས། ད་གདམས་རོགས་དེ་ད་ཡོང་རྒྱ་གདམས་པ་དེ་ཁྱོད་ཚོ་ཐོག་རྒྱུ་ཡོད་རེད་ད་དེ། ཕམ་པ་ཆ་མེད་རེད་བ། མ་གསུངས་པའི་ཐོག་ཅིག་དགོངས་ནས་ཕམ་པ་བཤང་དགོས་པ་ཡིན་དུས་གདམས་པ་དེ་ཡོངས་རྒྱ་མཚོས་ཞུ་རྒྱུ་ཡོད་རེད་ཞུས་ན་ཁྱོད་ལ་ཐོག་གི་རེད། ད་ཞུ་ལུས་ག་འདྲས་བྱེད་དགོས་ཟེར་ན་ཞུ་ལུས་དུམ་བུ་མ་བརྒྱུས་པའི་སྔས་ནས་ད་གདང་རོགས་ཟེར་མི་ཁྱི་ཡོད་རེད་གདང་རོགས་ཡག་ཕུད་དགོས་རེད་གོ། འོ་ཡ། ད་དེ་པད་མ་སེང་གེ་གནད་འགག་ཆེན་པོ་ཐུག་གི་ཡོད་རེད་ད་ད་ལྟ་བར་དུ་གནས་ལུགས་གྲྭ་ལུགས་ཀྱི་ས་གཞི་ཐམས་ཅད་གང་འགྲོ་གི་ཡོད་རེད་དེ། ཡིན་ན་ཡང་གདང་རོགས་ཡག་ཕུད་ཡོད་དུ་མེད་ཀི། གནད་འགག་དེ་ལ་ཐུག་བསྡད་ཡོད་རེད།

སྡང་རོགས་ཟེར་རྒྱུ་དེ་ག་རེ་རེད་ཟེར་ན། ད་སྡང་རོགས་དེ་རང་རྒྱལ་ལ་ཡོད་བསྡད་པ་དེ་གས་དགེ་བ་དང་ཅིག་བྱས་ན། དགེ་བ་བསྡུ་རྒྱུ་དང་སྦྱང་རྒྱུ་དང་འཁྲུ་རྒྱུ་ལ་འབུ་དཀར་ཟེར་གར་གཏོང་རྒྱུ་ལ་སོགས་པ་དེ་འདྲའི་འགྱོད་བཤིག་དེ་རག་རེད་རག་གི་མ་རེད་ཁྱོད་ལ། ཕམ་པ་བྱུང་ཚར་བའི་རྗེས་སུ་ཡང་བསྐྱར་དགེ་རྩ་སྣ་གཅིག་བྱས་ན་དགེ་རྩ་མཐའ་མ་བསྡུ་འཇུག་གི་ཁྱད་ཟེར་རྒྱུ་གི་དེ་གས་དགེ་བའི་འགྱོད་བཤིག་དེ་རག་གི་རེད་དེ་རག་གི་མ་རེད། དེ་མི་རགས་པར་རེ་ནས་བསྡམས་པ་དེ་ཉམས་ཚར་དགེ་བའི་བསྡམས་པ་གི་དགེ་བའི་ངོ་བོ་བཅུ་པོས་བསྡམས་པ་དེ་ཉམས་ཚར་བ། དེ་ཉམས་ཚར་བའི་རྒྱུ་མཚན་ལ་བརྟེན་ནས་ད་ཁྱོད་དགེ་རྩ་སྣ་གཅིག་བཤད་ན་ཡང་འཇུ་བྱེད་ཀྱི་ཕན་ཡོན་དེ་བདུན་འཇུ། རྒྱན་འཇུ་ལ་སོགས་པ་དེ་འདྲ་དེ་རགས་བརྗོད་སུ་རྩ་ནས་རགས་བརྗོད་མ་རེད། དགེ་བ་བཤད་ན་དགེ་བ་གི་འབྲས་བུ་མེད་པ་མ་རེད་དེ་དགེ་བ་བཤད་ན་ཡང་ཕན་ཡོན་སྣ་གཅིག་རེད། གཉེན་བཤད་ན་གཉེན་རང་རེད། འཇུ་བྱེད་དེ་རགས་དགོས་ཡོད་མ་རེད།

གདམས་པ་རྩ་ནས་གདམས་པ་གདམས་རོགས་གཉིས་ཀ་མེད་པའི་མི་ཤ་གཅིག་གིས་མི་གསུངས་པ་ཚད་མ་བདུན་རེ་བཤད་པ་ལས་ལྷ་བུ་གི་སྡིག་པ་དེ་དེ་བདུན་འཇུག་གི་ཆེད་ཙམ་གྱི་ཆོས་ལ་བྱང་དུ་དགོས་ཡ་རེད། འོ་ད་ཁྱོད་ཀྱི་རྫུན་རེ་རེ་བཤད་དགོས་པ་ཡིན་ན་ཡང་མི་དགེ་བ་གི་རྫུན་སྐྱེ་ཡི་བཤད་པ་ཡིན་ན་རྫུན་ཚང་མ་བདུན་འཇུག་དུ་དེ་སྡིག་པ་དེ་བྱེད་དགོས་ཡ་རེད།

ད་ཁྱོད་ཀྱིས་སྡིག་པ་བྱས་ནས་དེ་ནས་བཟུང་སྟེ་མི་ཤ་མི་ནག་རིག་འགྲོ་དུས་འདི་སྡང་རོ་ཁོ་རང་སྟོང་འགྲོ་ད་ཕུ་ཚ་སོང་ན། སྡམ་པ་རྩ་ནས་མེ་མཁས་དུས་སྐྱིད་པ་རེད་སྡམ་པ་རྩ་ནས་མེ་མཁས་རིག་ཚ་སོང་ན། དེ་ནས་གར་སི་གར་རྒས་པའི་འགྱོད་བཤེས་མི་འབྱུང་པ་མ་ཟད་སྡུག་འགྱོད་ཀྱི་ཆེ་བ་མི་རག་པ་མ་ཟད་སྡིག་པ་བྱས་ན་སྡིག་པ་སྣ་གཅིག་བྱས་ན་ཉེས་པ་སྣ་གཅིག་རེད། མ་གཏོགས་ཁྱོད་བོད་ཀྱི་སྡུག་འགྱོད་ཀྱི་ཉེས་པ་ཆེ་རུ་འགྲོ་རྒྱུ་ལ་སོགས་པ་དེ་འདྲའི་གི་གནད་དེ་ཁྱོད་ལ་ཤེས་གི་ཡོད་མ་རེད་སྡང་རོ་ཕུ་ཚ་རུ་བ།

ཀོ་ཞེས་མི་ཚངས་སྤྱོད་པ་ལ་སོགས་པ་དེ་རིགས་མི་དགེ་བ་ག་རེ་བཤད་ཚད་དང་བཅས་དགེ་བ་བཤད་པ་བདུན་ཅུ་གིས་འཕེན་པ་མེད་པའི་ཆེད་བསྟན་འདོད་ལ། སྡིག་པ་བཤད་ཚད་དང་བཅས་བདུན་ཅུ་བདུན་ཅུ་བདུན་ཅུ་བདུན་ཅུ་ཉེས་པ་བདུན་ལུགས་བདུན་ལུགས་དེར་རང་འདུག་གི་ཡོད་རེད་ད་རང་རྒྱུད་འཕེན་འགྲོ་རྒྱུ་མཚན་དེ་ལ་བརྟེན་ནས་ད་དེ་སོགས་དང་བཅས་ད་ག་རེ་རེད།

རྒྱུ་མཚན་དེ་ལ་བརྟེན་ནས་ང་ཚོ་གི་ད་ལྟ་གི་འཇིག་རྟེན་གྱི་ཁྲོད་ནང་ལ་གྲྭ་ལོག་དེ་ལ་བཟང་ངན་གཉིས་ཡོད་རེད་ཚོད་རེད་འགྱུར་དེ་གཉིས་ཡིན་ཤེས་དགོས་རེད་མདོ་སྡེ་ནང་ལའོ་སངས་རྒྱས་ཀྱི་དོན་དུ་གསུངས་པ་རེད་རེད། ཤེས་བུ་འཕགས་པ་རྒྱ་ཡིས་དོ་བདག་མེད་པའི་གྲྭ་ལོག་ཡིན་གསུངས་པ་རེད་མ་གཏོགས་ངོས་གྲྭ་ལོག་ཡིན་ཚར་ནས་བཟུང་སྟེ་ཤེས་བུ་འཕགས་པ་རྒྱ་ཡིས་དོ་བདག་མེད་མཁན་ཡིན་པས་ཁྱབ་ཟེར་ནས་ཤ་ཆག་ཐུབ་པའི་གསུང་ས་གང་ལའང་ཡོད་མ་རེད། དེ་མེད་དུས་གང་ལ། ངའི་དགེ་སློབ་གྲྭ་ལོག་ཅིག་དང་གྲྭ་ལོག་གནས་ལོག་ཅིག་ཡིན་ནས་བཟུང་སྟེ་ཤེས་བུ་འཕགས་པ་རྒྱ་ཡི་ལས་སྡུག་ཚ་སྐྱེལ་ཡོད་རེད།

ཞིང་ལས་སེང་གེ་དེ་ཉི་མ་གཅིག་བཟོ་བཟོ་ཤེས་ཀྱི་མ་རེད་ཤེས་ན་བཟོ་རུ་བྱེད་ཀྱི་མ་རེད་ཁོ། འོ་ད་དེ་རེད། ཞིང་འབྲོག་ཚོང་ཟོང་གི་ཚོང་ལས་ཀྱི་བྱེད་དགོས་ན་དཔེ་དེ་གས་རེད། བཅའ་ལག་དེ་ཕུ་བཙོང་དགོས་ན་བཙོང་རྒྱུ་རག་གི་མ་རེད་བཙོང་ཤེས་ཀྱི་མ་རེད་ཚུར་ཉོ་དགོས་ན་ཡང་བཅའ་ལག་དེ་རྒྱུ་ལྟ་དགོས་རེད་གང་བཏང་དགོས་རེད་ག་ཁུ་ཅིག་འགྲོ་གཏོང་མི་ཤེས་པའི་མདོག་ན་ཆོས་དང་འཇིག་རྟེན་གཉིས་བཀག་ན། འབྱོར་ཡུལ་ཚང་མ་བོད་སྲུང་སྐྱོབ་བྱེད་འཇུག་གི་མི་གཅིག་ཡོད་རེད་ད་དེ།

བསྐལ་པ་འབུམ་ཕྲག་བརྒྱ་ཡི་དཔལ་དུ་རེག་ཏུ་གྲགས་ཞེས་བདེ་བ་ཐམས་ཅད་སྤོང་སྟེ་རྣམ་པར་སྤོང་བ་ཆེན་པོ་ཉམས་སུ་མྱོང་བར་འགྱུར་སྲིད་དམ་ལེན་འགྲོ་བ་རེད། གང་ཞིག་ཁྱོད་བཀའ་གདམས་པ་ནི་འགའ་ཚར་རིགས་བརྒྱད་ཚང་ལུགས་གདམས་པ་ཡོད་ཚད་ནི་ཤོར་ཚར། དེ་མི་གསུངས་པ་ཤོད་མི་དགེ་བ་བཤད་ནས་དེ་གདམས་པ་བསྟན་ད་དེ་ཡང་རུ་བ། དེ་གདམས་པ་ཤོར་ཚར་བའི་གི་གྲྭ་ལོག་ཡིན་པའི་གི་སྟེང་དུ་ན་ལ་ཆོས་གི་ཁང་མ་ཤོད། འཇིག་རྟེན་གི་ཁང་མ་ཤོད། འཇིག་རྟེན་པ་གི།

ལྐོག་ཟས་བཟོ་མི་ཐུབ་ས་ནས་ལྐོག་ཟས་བཟོས་ནས་སྡང་པ་ཤོག་གསུང་གིས་བྱེད་མི་འདུག་རྫུན་བཤད་མི་ཤོག་ས་ནས་སྒྲུང་བཤད་འཇིག་རྟེན་པའི་འཕྲེང་དང་འགའ་བསྡད་པའི་ཕྱིར། ཆོས་དང་འཇིག་རྟེན་གཉིས་ཀ་གི་འཕྲེང་ལ་འགའ་ནས་སྡང་པ་ཤོག་ལྡན་གྱིས་བྱོས་དེ་རེད་དེ་མིན་མ་རབས་རི་དྭགས་ཐ་ཆད་པ་རེད་ག་དུས་ན་བཟོ་བཟོ་བྱེད་མ་ཐུབ། འོ་ད་འདུ་འཕྲེང་གི་ཆོས་འཕྲེང་དང་འགའ་གསུང་བ་ནི་འཇིག་རྟེན་འཕྲེང་དང་མི་འགའ་བུ་གི་སྡང་པ་ཤོག་མཁན་གྱི་དེ་ག་རེ་མང་ཆེ་མི་གསུང་ཤེས་པ་དེ་རེད།

ཡིན་ན་ཡང་ཁོ་རང་རྒན་གྲོང་ནས་སྦས་བསྡད་པའི་སྐབས་སུ་ལྷག་པར་ལྷོད་གཉིས་བྱས་པས་ཁོ་གི་ཐོས་པ་ཡོད་རེད་དཔེ་བཞག་བཤད་གི་རེད། ཐོས་བསམ་བཤད་དགོས་པའི་ཐོས་བསམ་སྒམ་སུ་ད་རུང་གྲྭ་ལོག་ཁ་ཤས་མཁན་པོ་རྒྱ་ལས་ཟེར་ནའང་མཁན་པོ་ཕ་གཅིག་གི་དོ་ཟླ་མེད་བསྡད་ཀྱི་དཔེ་བཞག་མཁན་པ་གཅིག་སྒམ་མྱང་མྱོང་ཡོད་བསྡད་མི་གཅིག་དེ་འདྲ་མང་པོ་ཡོད་རེད་གོ།

ཚེ་ཕྱི་མ་ཡོད་འགྲོ་དགོས་ན་ད་ལྟའི་ངན་སོང་སོགས་ནི་མ་བདེ་བ་ཐམས་ཅད་སྤོང་ནི་རེད་དོ་དྲག་སྟེ་བདེ་བ་སྤོང་རྣམ་པ་སྟོང་བ་ཆེན་པོའི་ངན་སོང་གཏོང་གི་མ་རེད་གཏོང་བའི་མྱོང་སྙིང་ཉམས་སུ་མྱོང་གི་མ་རེད་དོ་ང། རྒྱུ་མཚན་ནི་ཁོ་གི་ཆོས་ཤེས་དེར་ཐོས་བསམ་སྒོམ་སོང་ཆ་སོང་ཡོད་རེད་འདས་ལྷོ་གཉིས་ཆ་སོང་ཡོད་རེད་ཡོད་པ་བཞིན་ད་རུང་གོ་རང་བཅས་མི་སོང་འདྲ་པོ་ཞེས་གྲྭ་པ་ལོག་དུས་ཡོད་ན་དམ་པའི་ཆོས་དེ་ཚུལ་བཞིན་དུ་སྒྲུབ། འོ་ད་ད་ཅིའི་གང་ནས་ཞུས་པ་ནང་གི་གདམས་པ་ཤོག་ཚ་བ་དེ་ནས་བཟུང་སྟེ་འདུལ་བ་དང་མཐུན་པ་བྱས་ནས་སྡང་རོ་ཕ་ཕུད།

ཐོས་པ་བསམ་པ་སྒོམ་པ་ཉམས་ལེན་དང་བཅས་པ་ཡོད་ལྡན་རྒྱུ་སྒྲུབ་རྒྱུ་ག་རེ་བྱེད་དགོས་ན་ཉམས་ལེན་མུ་མཐུད་ནས་བྱས་ནས་བྱང་ཆུབ་སེམས་ཀྱི་ལྷ་གདངས་ཀྱང་ཅུང་གླེང་ཞོར་དུ་འུ་སོ་སོ་ལྟ་བུའི་གདམས་པ་ཤོག་བུ་གྱི་བསྡུས་པ་དང་བཅས་བྱང་འགྲོ་ཚེ་སྐྱིད་ཐོག་མ་རེ་སྦྱང་རྒྱུ་གཏོང་རྒྱུ་གྱི་མགྱོགས་པ་བྱང་འགྲོ་གི་བྱང་ལེན་མ་ཟད་པར་དུ་ད་རུང་ས་སྐྱོ་དང་ལངས་སྐྱུག་ནག་པོ་དེ་བགྲོད་ནས་ས་མཐོ་ཆུང་རེ་སངས་རྒྱས་བསྡུར་ཐུབ་ཀྱི་རེད་ཟེར་ནས། འོ་དེ་འདྲས་བཤད་གི་ཡོད་རེད། སངས་རྒྱས་སྒྲུབ་པ་བྱེད་པ་ལ་ཕྱི་སོ་སོ་ལྟ་བུའི་གདམས་པ་མེད་ན་སངས་རྒྱས་ཐོབ་ཐབས་མེད་ཟེར་གི་ཡོད་མ་རེད། དེ་དེ་མེད་པའི་རྒྱུ་མཚན་དུ་སྔགས་པ་མང་པོ་དང་སྔགས་པ་དུ་སོགས་དང་བཅས་སོ་སོ་ལྟ་བུའི་གདམས་པ་ཡོད་མ་རེད་དཱ། གདམས་པ་ཡོད་མ་རེད་དེ་ཡིན་ན་བྱང་ཆུབ་སེམས་ཀྱི་གདམས་པ་དང་གསང་བ་རང་བཙན་སྔགས་ཀྱི་དམ་ཚིག་གདམས་པ་གླེང་པ་ལ་བརྟེན་ནས་དེ་ཡར་གྱི་ས་སྐྱོ་ཐོག་སངས་རྒྱས་ཐོག་འགྲོ་གི་ཚེ་འདི་ལ་ཡང་འགྲན་ཟླ་མེད་ཀི་ཚེ་ཕྱི་མ་ལའང་འགྲན་ཟླ་མེད་གསུང་གི་ཧོ་དེ་འདྲའི་འགྲོ་ཐབས་ཤིག་ཡོད་རེད།

ཡས་ན་ཡང་བྱང་ཆུབ་སེམས་དཔའི་ཐ་ཤལ་གྱི་ཐ་ཅི་ཐིག་པ་གཅིག་ཡིན་དུས་ཐ་ཤལ་གཅིག་གི་ཐེག་པ་ཡིན་དུས། སོ་སོ་ལྟ་བུའི་གདམས་པ་ཉམས་ན་ཡང་བྱང་ཆུབ་སེམས་དཔའི་ལྷ་གདངས་ཉམས་ལེན་ཀྱང་ཆོས་ཅིག་ཤོས་དང། འོག་གི་སྡིག་པ་ཉམས་པ་དེ་གི་གོས་ཐུག་གི་མ་རེད་གོང་མིག་གི་དགེ་རྩ་དེ་གི་བསླབ་གཟི་བརྗིད་གནས་ནས་སྡིག་པ་ཐམས་ཅད་ཅི་འབྱུང་ཅི་བྱུང་འགྲོ་གི་རེད་ཚེ་འདི་ལ་དོ་ཟླ་མེད་པར་ཕྱི་མ་ལ་དོ་ཟླ་མེད་པར་བཟོར་ཐུག་གི་རེད་ཟེར། ཁྱད་པར་དུ་ཡང་གསང་སྔགས་ཀྱི་དམ་ཚིག་ལ་ཡར་ཞུགས་ནས་དེ་གསང་སྔགས་ཤེས་རྫོགས་ཀྱི་བླ་ཉམས་ལེན་དེ་སོགས་ཐམས་ཅད་དུ་བཤད་ནས་དམ་ཚིག་གི་གདམས་པ་ཐད་ཀར་གླེང་དེ་འདྲའི་སྐྱིད་ཤོག་ཏུ་འོང་མི་སོ་སོ་ཐར་པའི་གདམས་པ་ཉམས་འབུལ་གྱི་སྡིག་པ་ཡོད་ན་ཡང་རང་རྒྱལ་གྱི་གཟི་བརྗིད་གནས་ནས་དེ་དག་ཐམས་ཅད་ཤུགས་ལ་དག་པར་བྱས་ནས་དེའི་བསྟན་དོན་ལ་ཚེ་འདི་དང་ཕྱི་མ་བར་དོ་ལ་ཕུབ་མི་འགོར་བ་ཅན་བྱས་ཀྱང་འབྲས་བུ་སངས་རྒྱས་ཐོབ་པར་གཞིགས་ཏེ་མཐའ་ཡས་ནི་རིང་ཞེས་ནས།

ད་ངོ་མ་ལས་ངན་པ་རེད་འདུག་རྡོ་རྗེ་གཉའ་བ་མ་དུ་འགྲོ་ས་མེད་མཁན་རེད་འདུག་རྫོང་སངས་ཆེན་རྩེ་རིན་པོ་ཆེ་ལྟ་བུ་དེ་ཚོ་ཐང་ཆད་ལ་བྲེལ་ལོ་ཁོ་འདྲ་བསད་ནས་མི་དམངས་པོ་ཁི་དེ་འདྲ་བསད་གི་འདུག་ལས་ངན་ཁོ་རང་དེ་རྡོ་རྗེ་གཉའ་བ་ལ་འགྲོ་རིན་པ་དེ་ཧ་གི་མ་གོ་ནས་དེ་དེ་ཚོ་འདྲ་བོ་རེད་ཐང་ཆད་ཚང་མ་རེད་ཀྱི་རེད་ཀྱི་ཡོད་མ་རེད་འོ་མི་སོ་ཐག་གི་གདམས་པ་དེ་འདྲས་ཀྱི་ལ་ཡ་བ་འདོར་བ་དང་འགལ་བ་བྱུང་པ་ཡིན་ན་ཡང་གང་མི་ལྷག་པ་བྱང་ཆུབ་སེམས་དཔའི་གི་ལྷ་གདངས་ཉང་ལེན་ལ་བརྟེན་ནས་འོ་མི་གི་སྡིག་པ་ཐང་ཆད་བྱང་འགྲོ་མཁན

གཅེས་པ། ཡན་ཏན་ཡར་ལྡན། དགའ་མགུའི་ཡོངས་རྫོགས། གནས་ཀྱི་མི་འགར། དུས་སྐབས་གོང་གཙོ་བཤད་པ་ལ་སོགས་པ་ཐམས་ཅད་ཀྱིས་དགའ་དགའ་སྤང་སྤང་གིས་བཤད་བཞག་ན་བདུན་ཕྲག་བདུན་ཕྲག་མི་དགོས་ཀྱི་ཟླ་བ་ཟླ་བ་ལ་གཞུང་ཚར་གི་མ་རེད་ལ། ས་ཞབས་པན་གྱི་རྟགས་ཀྱི་ད་ལྟ་གདངས་སྲུང་ར་ཡས་ཀྱི་སྐབས་སུ་སྔར་པན་ཆེན་གྱི་གདངས་སྲུང་བཀའ་ལ་སོགས་པ་དེ་སོགས་ཐམས་ཅད་གསར་རྙིང་དེ་དག་ཐམས་ཅད་ཀྱང་འདོད་པ་མི་འདྲ་བ་དགའ་དགའ་སྤང་སྤང།